གླིང་གི་རྣམ་པ་སྐུ་ཁམས་བཟང་ང་ཨ་ཆེན་བསྟན་འཛིན་ཐུབ་བསྟན་འཇིག་རྟེན་མི་རྗེ་བརྒྱུད་ལམ་སྡེ་ཁའི་རྣམ་པ་དགའ་བསུ་ཞུ་གི་ཡོད། དེ་རིང་འདི་ནས་སླར་ཡང་སྟོན་པའི་མཛད་པ་དང་འབྲེལ་གཙོ་བོ་སྟོན་པ་མངོན་པར་རྫོགས་པ་སངས་རྒྱས་པའི་རྗེས་སུ་ཞག་དུས་འདྲ་བདུན་གྱི་རིང་ལ་རྡོ་རྗེ་གདན་གྱི་ཉེ་འདབས་དུ་བཞུགས་ད་འདིའི་རྗེས་ནས་ད་ཆོས་འཁོར་བསྐོར་བའི་བར་གྱི་ད་སྟོན་པའི་གྱི་མཛད་པ་ཅི་ཡོད་ར་བ་འདིའི་སྐོར་ལ་ཅིག་ཞུ་ཐོས་པའི་འབོད་བརྩོན་ཞུ་གི་ཡིན་གཙོ་བོ་ཁྱེད་རྣམ་པས་ད་ཞག་དུས་འདྲ་བདུན་གྱི་རིང་ལ་ག་རེ་གནང་ཡོད་པའི་གི་བརྙན་ཐུང་དེ་གཟིགས་མེད་པ་ཡིན་ན་གར་ས་གོ་རེད་ད་ཞག་དུས་འདྲ་བདུན་གྱི་རིང་ལ་བརྙན་ཐུང་གཞན་དག་ཅིག་སྔ་མ་ནས་ཅིག་བཟོས། ཚར་བ་འགྲོ་གི་རེད་འདི་ནས་གཟིགས་གནང་འགྲིག་གི་རེད་དེ་རིང་འདི་ནས་གཙོ་བོ་སྟོན་པ་གར་སོ་ཞུ་དགོས་རེད་མངོན་པར་རྫོགས་པ་སངས་རྒྱས་བདེ་འཇགས་དོན་གྲུབ་དེང་རིང་བཞུགས་དེ་ནས་བཟུང་སྟེ་མཆོད་འཁོར་བསྐོར་བའི་བར་གྱི་སྟོན་པའི་དགེ་མཚན་པ་སྐོར་ལ་མདོ་ཙམ་ཞུ་དེ་བོད་པའི་དུས་ཤིག་ཡིན་དུས་འདི་རྣམ་པ་ཚོ་ཐུགས་ངལ་སེལ་བའི་རེ་བ་ཞུ་གི་ཡོད་ཚང་མར་བཀྲ་ཤིས་བདེ་ལེགས། ལ་སོགས་ད་དེའི་འདུས་བརྩམས་པ་ལ་ད་སྟོན་པ་མངོན་པར་རྫོགས་པར་སངས་རྒྱས་ཞག་བདུན་ཁྲི་བདུན་གྱི་རིང་ལ་བཞུགས་དེ་ནས་ད་ཆོས་གོ་བསྐོར་བའི་བར་ལ་གར་ཆགས་པ་རེད་ད་དེའི་སྐོར་ལ་ད་ཞུས་པའི་སྐབས་སུ་ད་གར་ཆགས་པ་ལ་ན་སྟོན་པ་ད་ཞག་བདུན་ཁྲི་བདུན་གྱི་རིང་ལ་བཞུགས་ད་དེའི་རྗེས་ལ་ཐ་མག་གི་སྐབས་དེ་ལ་ཡིན་ན་ད་ཚོང་པ་ག་གོན་དང་ཟངས་ཉོ་གཉིས་ལ་ཡང་ད་སངས་རྒྱས་སངས་རྒྱས་དང་ཆོས་ཀྱི་སྐྱབས་འགྲོ་དེ་གནང་སོང་བ་རེད་བ་དེ་མ་ཟད་པའི་སངས་རྒྱས་ཀྱི་དབུ་སྐྲ་དང་སེན་མོ་ཕུད་བཅས་ཁོང་ཚོ་དེ་ནི་ལོ་ཆེན་པ་འདྲ་བོ་ཆགས་དེ་བས། ད་འདིའི་རྗེས་སུ་ག་རེ་ཆགས་པ་རེད་ཞུས་པ་ཡིན་ན་འདིའི་རྗེས་སུ་སྟོན་པ་ཁོ་རང་གིས་ད་ནང་ཚ་འདི་འདྲའི་བཞིན་བྱང་ཆུབ་ཀྱི་སྙིང་པོ་ལ་འདི་འདྲའི་ཞུ་འདི་ཡོད་རེད་ད་འདི་ཞུས་པའི་སྐབས་འདི་ལ་སྟོན་དཔེ་གིས་ག་རེ་དགོངས་པ་རེད་ཞུས་པ་ཡིན་ན་དེ་རྒྱུ་ངོ་མཚོ་རྒྱ་ཆེ་རོ་བ་གིས་འོ་ན་རྩ་བ་གཅིག་དྲངས་འདི་དགོས་རེད་ཟབ་ཞི་སྤྲོས་བྲལ་འོད་གསལ་དུ་མ་རྗེ་བདུད་རྩི་ལྟ་བུ་ཁོ་བོའི་གར་ས་བདུད་རྩི་ལྟ་བུའི་ཆོས་ཤིག་ཁོ་བོས་ནི་སུ་ལ་བསྟན་ཀྱང་གོ་བར་མི་ནུས་པའི་མི་མ་ནག་གི་ནང་དུ་གནས་པར་བྱ། ད་དོན་དག་འདི་ག་རེ་གསུང་དགོས་རེད་ཞུས་པ་ཡིན་ན། ད་དངོས་གནས་ཁོ་ར་སྟོན་པ་ཁོ་རང་གིས་རྟོགས་བཞག་པ་ཁོ་རང་གིས་ཤེས་བཞག་པ་ཁོ་རང་གིས་ཧ་གོ་བའི་གི་ཆོས་འདི་དཔེ་མ་སྲིག་གི་ཟབ་པོ་ཡིན་པ་རྟོགས་པར་དཀའ་བ་ཡིན་པ་གཞན་དག་ལ་བལྟས་ན་གོ་བས་དཔེ་མ་སྲིག་ཁག་པོ་ཡིན་པའི་རྒྱུ་མཚན་ལ་བལྟས་ནས་ད་དེ་འདི་མ་བཤད་ན་དགའ་ས་རེད་དེ་ལས་ད་ང་རང་ནག་ཚལ་གྱི་ནང་ན་བསྡད་ན་དགའ་ས་རེད་ཅེས་ད་འདི་འདྲའི་དྲུག་གི་དོན་དག་འདི་ཆགས་བསྡད་དགོས་རེད་ད་དེ་འཛམ་བ་ལ་སྟོན་པ་འདི་འདྲའི་ཆེད་འདི་ད་ནག་ཚལ་ལ་ད་བཞུགས་བསྡད་པ་ལ་འདི་འདྲའི་ཆེད་ནས་བཞུགས་བསྡད་པའི་སྐབས་འདི་ལ

ཚངས་པ་དང་བྱ་བྱེད་གཉིས་ཀྱི་དག་མཁར་ས་གོ་རེ་རེ། མཁར་ས་འཁོར་ལོ་རྩིབས་སྟོང་དང་ལྡན་པ་དང་དེ་ནས་ཤིང་གི་གསེར་གྱི་འཁོར་ལོ་རྩིབས་སྟོང་དང་ལྡན་པ་དང་དེ་ནས་ཤིང་དུང་དཀར་ཡིད་ཀྱིས་ཕུལ་བ་རེ་ཞེས་བཟླས་ཏེ་འདི། སྲུང་འཁོར་རོ། འོ་འདི་ཡིན་པ་ནས་ཤིང་གིས་དག་གང་ལྟར་ཀྱང་སྟོན་པ་ལ་ནི་མཁར་སར་ཆོས་གོས་བསྐོར་བ་བསྐུལ་བར་བྱེད། ད་ཆོས་གོས་བསྐོར་བ་བསྐུལ་ཡིན་བསམ་པ་ལ་དེའི་བར་དེ་ལ་ད་གནས་སྟངས་མང་པོ་ཅིག་ཡོད་རེད་ད་ཁྱེད་རྣམས་པས་འདི་བསྐོར་ལ། ད་རྒྱ་ཆེན་པོ་ཅིག་ལ་ནི་མི་འདུག་ད་རྒྱལ་པོ་ཅིག་གཟིགས་འདོད་ཡོད་པ་ཡིན་ན་རྒྱ་ཆེ་རུ་བ་ཟིག་གནང་ད་མདོ་སྡེ་རྒྱ་ཆེ་རུ་བ་ཟིག་གནང་བ་ཡིན་ན་འདི་ནང་ལ་དགེ་ཞིང་དགེ་བ་ཡོད་རེད་ད་ངས་འདི་ནས་བཤད་དེ།

བཀའ་འདྲི་ཞུས་པའི་སྐབས་དེ་ལ་ཨ་ནི་གྷར་སཱ་གོ་རེ་སྟོན་པ་གིས་ཧར་གསུངས་པ་ལ་ན་ཨ་ནི་གྷར་སཱ་ངས་ད་གྷར་སཱ་གོ་རེ་བཱ་ར་ན་སིའི་གྲོང་ཁྱེར་སཱལ་ཏན་ལ་འགྲོ་ཆེད་ངེད་ཀྱིས་ཨ་ནི་གྷར་སཱ་གོ་རེ་ཆོས་བསྟན་གྱི་ཡིན་ཞེས་ནས་ད་དེ་འདྲི་ཞུས་པར་ད་དེ་འདྲི་བྱས་ནས་གསུངས་ཡོད་དུས་བརྩམས་པ་ལ་ཨ་ནི་གྷར་སཱ་གོ་རེ་ལྗོན་ཤིང་གི་ལྷ་ཞིག་པོ་འདི་དག་གིས་སྟོན་པ་ལ་ད་ཞུས་པར་ཨ་ནི་ད་དངོས་གནས་ཁོ་རང་གྷར་སཱ་གོ་རེ་ད་བཱ་ར་ན་སི་གྷར་སཱ་གོ་བཱ་ར་ན་སི་གི་གྲོང་ཁྱེར་སཱལ་ཏན་ད་དྲང་སྲོང་ལུང་བ་རི་དྭགས་ཀྱི་ནགས་འདི་པད་མ་ཟེར་གྱིས་བྲིབས་ན་ཡང་ཡག་པོ་ཡོད་མ་རེད་ལ་ཨ་ནི་ས་ཆ་ཡང་དེ་གམ་འདི་ཡོད་མ་རེད་དུས་འདི་བརྩམས་པ་སྟོན་པ་གིས་ད་དེ་ལས་ངོ་ནས་ས་ཆ་དཔེ་མ་ཟིན་རྒྱ་ཆེན་པོ་ཡག་པོ་ཤིང་གི་གྲིབ་ས་ཡག་པོ་ཡོད་ས་དེ་འདྲ་ལས་ཆོས་གསུངས་ན་འགྲིག་གི་རེད་བ་ཞེས་ནས་ད་དེ་འདྲའི་ཆེ་ནས་ཡར་ཞུས་པའི་སྐབས་དེ་ལས་སྟོན་པ་གིས་ག་རེ་གསུངས་གནང་བ་རེད་ཞུས་པ་ཡིན་ན། ལས་སྟོན་པ་གིས་ཨོ་ད་དེ་འདྲ་མ་རེད་ད་དངོས་གནས་བ་ར་ན་སིའི་དྲང་སྲོང་ལྷུང་བ་རི་དྭགས་ཀྱི་ནགས་འདི་ལ་ངེད་ཀྱིས་སྔ་མ་ཡིན་ན་ཡང་ག་རེ་ཟ་དགོས་རེད་ཨ་ནི་ག་རེ་ཟ་དགོས་རེད་ཆོས་རྗེ་འདི་འདྲའི་བྱེ་བ་ཕྲག་དྲུག་ཅུ་འདི་འདྲི་བྱེད་པ་ཡིན། འདི་ནས་གཞན་གྱི་ས་བྱ་དེ་ལ་ཉིད་ཀྱིས་ནི་སངས་རྒྱས་བྱེ་བ་ཕྲག་དྲུག་ཅུ་ལ་འདི་འདྲི་མཆོད་པ་བྱེད་པ་ཡིན། དུས་འདི་འཚམ་པ་ལ་ནི་ས་བྱ་དེ་ལ་དྲང་སྲོང་འདི་ཚོ་གནས་པའི་སྐབས་དཀའ་བ་བྱེད་པ་ལ་ནི་མི་དོ་དེ་འདྲི་གི་ས་བྱ་པད་མ་ཚེ་རྒྱས་ཆེན་པོ་ཡག་པོ་ཆགས་བསྡད་པས་རེད། དེ་ཡིན་པའི་རྒྱུ་མཚན་ལ་དེ་ནི་ངས་ས་བྱ་དེ་ལ་འགྲོ་ནས་གར་ས་གོ་རེ་ཆོས་བསྟན་གྱི་ཡིན་ཞེས་ནས་སྐད་ཆ་བྱུང་བ་དེ་འདི་འདྲི་ཆགས་བསྡད་དགོས། ད་དེའི་རྗེས་སུ་གར་ས་གོ་རེ་ད་སྟོན་པ་གི་ཆོས་གོ་དེ་ལ་གོ་རེ་དེ་ཆགས་ཚར་ག་ལ་ན་དྲང་སྲོང་ལྷུང་བ་རི་དྭགས་ཀྱི་བ་ར་ན་སིའི་གྲོང་ཁྱེར་སཱལ་ཏན་ལ་ནས་མི་འདུག་ཀ་ཤི་ལ་གོ་གི་འདུག་དེ་ནས་ད་གང་ད་སར་ནཱཐ་ལ་གོ་ར་ད་དེ་ལ། ད་སྟོན་པས་ཀྱི་ཆོ་ག་བསྐོ་བ་དེ་གར་ཟེར་བ་ཞལ་གྱིས་བཞེས་ལགས་ན་ཆོས་དེ་ཡང་ཞལ་གྱིས་བཞེས་ཚར། ད་དེའི་རྗེས་སུ་ད་སྟོན་པས་ཀྱི་ཆོ་ག་བསྐོ་བ་ཞལ་གྱིས་བཞེས་ཚར་བ་རེད་དེ་ད་དང་པོ་ཆོས་སྐོར་དང་པོ་སུ་ལ་བསྐོར་དགོས་རེད་ཆོས་དང་པོ་སུ་ལ་བསྟན་དགོས་རེད་བ་ད་དེའི་སྐོར་ལ་ཡང་སྟོན་པ་དགོངས་པ་ཞེས་པ་རེད་བཤད་རེད་ད་དེ་ནས་བརྩམས་པ་ངེད་ཀྱི་ཆོས་བཤད་པའི་སྐབས་སུ་ལ་ཁ་དང་མི་གང་སར་སུ་ཡིན་ན་ཅི་གང་ལྟར་ཀྱང་ཉོན་མོངས་ཉུང་བ་ཡིན་པ་ངེད་ཀྱི་སྐད་ཆ་དེ་ལ་ཉན་མཁན་ཨ་ནི་གང་ལྟར་ཀྱང་གོ་མཁན་གཅིག་དང་ཁོ་རང་གིས་ངེད་ཀྱི་སྐད་ཆ་ལ་ད་ཐོག་མ་ཙམ་ལ་ནི་མི་འདུག་ད་གནོད་པ་མ་མཁན་གྱིས་ད་དེ་འདྲའི་སྒྲོག་ཅིག་ལ་དེ་འདྲའི་དགོངས་པ་བཞེས་པའི་སྐབས་དེ་ལ་ཨོ་ད་དངོས་གནས་ང་རང་གི་ཡིན་མ་དགེ་རྒན་བསྟེན་བཞག་པས་ད་གཙོ་བོ་ཨ་ནི་ག་རེ་ཟ་དགོས་རེད། རང་རྒྱལ་གྱི་བུ་ལྷག་སྤྱོད་ལ་ནི་མི་འདུག་ད་ལེགས་སྦྱར་སྐད་ལ་ཡིན་པ་ཡིན་ན་ཁོ་ར་ཁར་ཚ་ཨུད་ར་ཁར་ཚ་ཁོ་ར་རཱ་མ་པུ་ཏི་ར་ལ་ཡིད་འོ་ར་ད་ཁོང་ལ་དང་པོ་ནི་ཆོས་བསྟན་དགོས་ཟེར་བྱས་ནས་ད་དེ་འདྲས་ཅིག་ནི་དགོངས་པ་བཞེས་ཡོད་འདུག་བསམ་པ་ལ་ཁོང་མྱ་ངན་ལས་འདས་ལ་ནི་མི་འདུག་ཁོང་འདས་ནས་ད་དུས་འདྲ་ཅིག་འགྲོ་ཚར་བ་ཅིག་བཤད་ཡོད་འདུག་བསམ་པ་ལ་ཨ་ཙི་ད་བོད་ཡང་བྱུང་མ་སོང་ད་ངོ་ནས་ཁོང་དེ་འདྲས་ཡོད་རེད་ད་ཁོང་ད་འདས་ཚར་འདུག་ད་དེ་ཡིན་བསམ་པ་ལ་ད་སུ་ལ་ད་ཆོས་བསྟན་དགོས་འདུག་ཟེར་བྱས་ནས་ཁོ་དེ་འདྲས་ཅིག་ནི་དགོངས་པ་བཞེས་པའི་སྐབས་དེ་ལ་ཨ་ནི་གང་ལྟར་ཀྱང་ཨོ་ད་ངོ་ནས་ཁོ་རང། སྒྱུ་རྩལ་ཞིག་གི་བུ་རིང་བུ་ལངས་ནས་ཆོས་དེ་ནི་ཡག་ས་རེད། ད་ཁོ་ལ་ཡིན་ན་ད་ལས་ཀ་གི་ལ་ཨ་རཱར་ཀ་ལབ་ལ་གི་འདུག་ཨ་ནི་ཨ་རཱར་ཀ་ལབ་ལ་ངེས་འདུག་ད་ཁོང་ལ་ད་ཆོས་བསྟན་ན་ཡག་པོ་ཡོད་ས་རེད་ག་ཚོད་ངས་ཁོ་ལ་ཆོས་བསྟན་པ་ཡིན་ན་ཁོ་གིས་ངེད་ཀྱི་ཆོས་དེ་ཚོ་གོ་གི་རེད་ལ་ཨ་ནི་འདི་ནས་བཞིན་གི་ཁོ་རང་གིས་ངེད་ཀྱི་སྐད་ཆ་དེ་ཚོ་ལ་ཐོ་བརྩམ་གི་མ་རེད་གནོད་པ་སྐྱེལ་གི་མ་རེད་ཨང་དེ་ཙམ་ཁོ་ཆོས་བསྟན་ན་དགའ་ས་རེད་ཅེས་དེ་འདྲའི་བྱས་ནས་ད་དགོངས་པ་བཞེས་ནས་ད་དེ་འདྲའི་བཏབ་པའི་སྐབས་དེ་ལ། ཁོ་ག་བ་འདུག་བྱས་འདུག་ནས་ག་བ་ཡོད་ན་བྱས་ནས་བལྟ་བའི་སྐབས་དེ་ལ་ཁོང་ཡང་ད་བསྡད་ཚར་ནས་བསྡད་ལ་ནི་མི་འདུག་ཁོང་གྲོངས་ལ་ནི་མི་འདུག་དེ་འདྲི་བྱས་བྱས་ད་ཞག་པོ་གསུམ་འགྲོ་ཚར་བ་དེ་འདྲི་ཆགས་བསྡད་དགོས་རེད་ད་དེ་འདྲི་ཆགས་པའི་སྐབས་དེ་ལ་ཨོ་ཧོ་ད་དཔེ་བསགས་སོང་ད་སུ་ལ་ཆོས་སྟོན་དགོས་ཀྱི་ཡོད་ན་བྱས་ནས་སྟོན་པ་གིས་ད་དེ་འདྲི་བྱས་ནས་བཟི་བའི་སྐབས་དེ་ལ་ཨོ་ད་མངའ་སྡེ་བཟང་པོ་ལ་ད། ང་ཆོས་བསྟན་པ་ཡིན་ན་ཁོང་ཚོ་གི་ངའི་སྐད་ཆ་དེ་གོ་གི་རེད་ལ་ཁོང་ཚོ་གི་སྐད་ཆ་དེ་ལ་ཐོག་བརྩམས་གི་མ་རེད་གནོད་པ་བྱེད་གི་མ་རེད་ཁོང་ཚོ་གོ་གི་རེད་གལ་སྲིད་ཁོང་ཚོ་ཉོན་མོངས་ཉུང་བ་ཡིན་པ་དང་འདི་འདྲའི་གི་རྐྱེན་ལ་བརྟེན་ནས་ཁོང་ཚོ་གི་ཆོས་དེ་གོ་གི་རེད་ཟེར་ནས་ད་འདི་འདྲའི་ཆེ་ནས་བསམ་བློ་བཏང་བྱས་ལ་ནི་མི་འདུག་དགོངས་པ་བཞེས་བྱས་ད་སྟོན་པ་གི་སྔ་ལྟས་བཟང་པོ་ལ་ད་ཆོས་བསྟན་ཡག་གི་ད་ཁས་ལེན་ལ་ནི་མི་འདུག་ད་འདི་འདྲ་ཐག་ཆོད་ལ་ནི་མི་འདུག་ད་འདི་འདྲའི་ཅིག་ཆགས་དེ་ཡོད་ད་འདིའི་རྗེས་སུ་གཞི་ནི་ཅིག་ད་སྟོན་པ། ད་བྱང་ཆུབ་ཀྱི་སྙིང་པོ་ནི་ཡང་བཞེངས་པར་རོ་ཞེས་ནས་ད་ཝཱ་ར་ན་སི་གྲོང་ཁྱེར་སཱ་ལྡན་ལ་ཕེབས་ཡག་གི། ད་གང་ཚོད་ད་ཐག་གཅོད་ལ་ནི་མི་འདུག་འདི་འདྲའི་གནང་བསྡད་པ་ཅིག་ཆགས་བསྡད་ཀྱི་ཡོད་རེད་བ། འདི་འདྲའི་ཕྱིན་ད་སྟོན་པ་ད་འདི་འདྲའི་ཞེས་ནས་ད་གར་ཚོ་ལོང་བོ་རེད་ད་ད་དྲང་སྲོང་ལོང་བ་རེད་ད་གར་ས་བོ་རེད་དེ་ལ་ཕེབས་ཡག་གི་ཕྱིར་དུ་ད་ཡུལ་ཝཱ་ར་ན་སི་ལ་ཕེབས་ཡག་ཕྱིར་དུ་ད་ཡུལ་གཏན་འགལ་ལ་ནི་བྱང་ཆུབ་སྙིང་པོ་ནི་ཡང་བཞེངས་ད་འདི་ནི་རིགས་དགའ་ཡ་ལ་ཕེབས་འགྲོ་དགོས་རེད་ད་གར་ཚོ་གཏན་འགལ་ནི་ང་ཚོ་དགའ་ཡ་འགྲོ་དགོས་ཀྱི་ཡོད་ར་དགའ་ཡ། ད་དགའ་ཡ་ལ་བགྲོད་པའི་སྐབས་དེ་ལ་དགའ་ཡ་དེ་ལ་ནི་ག་རེ་ཟ་ར་ཀུན་ཏུ་འཚོ་བ་ལ་ནི་མི་འདུག་གང་ལྟར་ཀྱང་གང་ལྟར་རྒྱ་གར་མཁན་ལ་ནི་ཨ་ཇིབ་བི་ལ་ཡི་དོ་ཨ་ཇིབ། ད་གང་ལྟར་ཀྱང་དེ་འདྲའི་འགྲོ་བའི་དོན་མཉམ་དུ་ཐུག་གི་ཡོད་རེད་ལར་སྤྱིར་བཏང་གི་ཀུན་ཏུ་འཚོ་བ་ལ་ནི་ཁྱིམ་ནི་ཁྱིམ་མེད་པའི་སྒོ་ནས་ད་ཁོ་རང་དེ་འདྲའི་འཁྱམས་བསྡད་པ་ལ་ངས་འདི་འདྲ་བོ་ཅིག་ཆགས་བསྡད་ཀྱི་འདུག་བ་སྤྱིར་བཏང་གིས་ད་ང་ཚོ་གིས་ག་རེ་ཟ་གོ་རེད་ནང་པ་སངས་རྒྱས་ཀྱིས་ད་ག་རེ་ཟ་གོ་རེད། རབ་བྱུང་ཡིན་ནས་ད་གར་ཚ་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་བ་ལ་གོས་རེ་ཁོ་ཚོ་ལ་ཀུན་ཏུ་འཚོ་བ་ཟེར་ནས། ད་དེ་འདྲས་ཀྱི་གང་ལྟར་ཀྱང་ཨ་ནི་ཀུན་ཏུ་འཚོ་བ་ཅིག་གིས་ཨ་ནི་སྟོན་པ་ཀྱི་ཕ་གི་ནི་ལེ་བ་ཅིག་སྦྱར་འདི་གོ་རོ། ད་དེ་འདྲས་སྦྱར་བའི་སྐབས་དེ་ལ་ཨ་ཙི་ཡིག་ད་དངོས་གནས་ཁོར་ཀུན་ཏུ་འཚོ་བ་འདི་གིས་སྟོན་པ་འདི་སྦྱར་ལེ་འདི་བརྩམས་པ་ལ་སྟོན་པ་གི་ཀུན་ནི་ཁོ་རང་སྐུ་གཟི་བརྗིད་དང་ལྡན་པ་ཨ་ནི་འོད་འཕྲོ་བ་འདི་འདྲས་ཅིག་སྦྱར་ལེ་འདི་བརྩམས་པ་ལ་ཨ་ནི་གར་ཚ་ཀུན་ཏུ་འཚོ་བ་འདི་སྟོན་པའི་གི་འགྲམ་ལ་འགྲོ་བྱས་སྟོན་པ་དང་མཉམ་འགྲོ་ལ་ད། སྐད་ཆ་བཤད་ལ་ནི་མི་འདུག་དེ་འདྲས་བྱས་པའི་སྐབས་དེ་ལ་ཨ་ནི་ཀུན་ཏུ་འཚོ་བ་འདི་གིས་ག་རེ་ལབ་པ་ཡིན་ན་ག་རེ་ཞུས་པ་ལ་ན། ཨ་ནི་ཁྱོད་རང་དངོས་གནས་སྐྱེ་བོའི་དཔེ་ཁྱད་པར་འཕགས་པ་ཡིན་ས་རེད་དངོས་གནས། སྐུ་གཟུགས་དེ་ཚོ་ཡང་དཔལ་བའི་གཟི་བརྗིད་དང་ལྡན་པའོ། པདྨ་གཟིག་གི་གསེར་གྱི་མདོག་ནང་བཞིན་དཔེ་ཆ་ནང་ཚེ་གཞུང་ནང་ལོ་ཡིན་པ་ཡིན་ན་ད་ལྟ་དཔེ་ཆ་ནང་རྟ་ལས་ཀྱི་འབྲས་བུ་སྒྲོགས་བྱེད་ཡིན་ན་ད་ང་ཚོ་ཏེ་རྟ་ལ་ལ་ནི་མི་འདུག་སྐེ་ལ་ལ་བོར Banana ད་ངང་ལ་དེ་ད་དེ་ཚོས་ནས་ད་ཅིག་གསེར་རྡོག་རྡོག་སྒྲོགས་བྱེད་དཔེ་ཅིག་ད་ལྟ་རང་བཀོད་ཆོག་ཆོག་བཀོད་བཞག་བཀོད་བཞག་པའི་ཅིག་ཡོད་ར་དེ་འདྲའི་སྒྲོགས་བུ་ཅིག་གི་ངོས་ནས་བོད་པདྨ་གཟིག་གི་གསེར་བོ་པདྨ་གཟིག་གི་སྐུ་གཟི་བརྗིད་འབར་བ་དེ་འདྲའི་སྒྲོགས་བུ་འདུག་དེ་ཁྱོད་རང་ཚངས་པར་སྤྱོད་པ་ཡིན་བསམ་པ་ལ་ཚངས་པར་སྤྱོད་པ་ཅིག་ཡིན་ས་རེད་དེ་ཁྱོད་རང་གི་བླ་མ་སུ་རེད་ཁྱོད་རང་དགེ་རྒན་སུ་རེད་ཟེར་ནས་ད་ཀུན་ཏུ་འཚོ་བ་འདི་གི་ཕར་བྲིས་འདུག་ཨ་དེ་བྲིས་པའི་སྐབས་ཀྱི་ལ་ནི་ང་ལ་དགེ་རྒན་ཡོད་མ་རེད་ང་ནི་ང་རང་གི་གར་ཟ་བོ་རང་རང་བྱུང་སངས་རྒྱས་རེད་ང་རང་དེ་བཞིན་བྱེད་པ་ལ་ནི་མི་འདུག་ང་རང་ཡོད་ཆོག་ང་རང་རྟོགས་པ་རེད་ཅེས་ནས་ད་སྐབས་འདི་ལ་ནི་གང་ལྟར་ཀྱང་ཀུན་ཏུ་འཚོ་བ་གི་དྲི་བ་དྲིས་ཡིན་འདི་ཙམ་པ་ལས་སྟོན་པ་གིས་གང་ལྟར་ཀྱང་ང་ལ་སློབ་དཔོན་ཡོད་མ་ནི་ང་རང་རང་བཞིན་གྱིས་ད་སངས་རྒྱས་པ་ད་འདི་འདྲི་ལ་ནི་མི་འདུག་འདི་འདྲི་ཆགས་པ་ཅིག་རེད་ཅེས་ནས་ད་འདི་འདྲི་ཅིག་ཆགས་འདི་གོ་རེད་ད་འདི་ཡི་རྗེས་ལ་ད་གཞི་ནས་ཅིག།

གསུངས་པར་གཞོལ་ན། སྟོན་པ་གན་གར་ཟག་གོ། ངག་གར་ཟག་གོ་རུ་ངག་གར་ཟག་གོ་རེ་ཆུ་ཀླུང་དེ་ཕ་ཆུ་སྐྱེ་རོ་བྱེད་དང་ལ་ཡིན་བསམ་པ་ལ་སྒྲུབ་པ་ལ་ནི་མི་འདུག་སྙན་པ་དེ་གི་གར་བསླབ་པ་ན་ན་ཁྱོད་རང་ངའི་གར་དུ་ཕ་ཆུ་བོ་དུ་སྐྱེ་འགྲིག་གི་རེད་ནི་ཁྱོད་ང་ལ་སྒྲུབ་རྩལ་ལ་ནི་མི་དུ་སྒྲུག་སྟངས་ཡན་གི་བླ་ཆེ་ཡོད་རང་བོ་འདི་སྤྲད་ད་ལ་རེ་ཟེར་ར་དེ་ལ་འཛིན་པ་ལ་སྟོན་པ་ལ་ཨ་ནི་སྒྲུབ་རྩལ་ལ་ནི་མི་དུ་སྒྲུག་གི་བླ་མི་ཡིན་འདུག་བསམ་པ་ལ་ད་སྟོན་པ་གར་ཟག་ཚུར་གཅོད་ནས་ཕ་ཆུ་བོ་དང་ཨ་ནི་གར་ཟག་འཕུར་ནས་ཕེབས་སོང་བ་ར་དེ་འདྲའི་འཕུར་ནས་ཕེབས་འགྲོ་བ་དེ་ཨ་ནི་གང་ཚེ་སྒྲུབ་པ་དེ་གི་མཐོང་བ་ར་སྒྲུབ་པ་ལ་ནི་མི་འདུག་སྙན་པ་དེ་གི་མཐོང་ཡོང་དུས། ཨ་ནི་ཧར་ས་ཁོ་རེད་ཁོ་གིས་གནས་སྟངས་དེ་ཚོ་དེ་ཨ་ནི་རྒྱལ་པོ་མ་ག་དག་གིས་རྒྱལ་པོ་ད་གཟུགས་ཅན་སྙིང་པོ་ལ་ནི་མི་འདུག་རྒྱལ་པོ་བི་འབི་ས་ར་ལ་གནས་སྟངས་དེ་ཚོ་ཚང་མ་ཞུས་པ་རེད་ད་དེ་འདྲའི་ཞུས་པའི་སྐབས་དེ་ལ་ཨ་ནི་རྒྱལ་པོ་བི་འབི་ས་ར་གིས་ག་རེ་ཅིག་གསུངས་པ་ལ་ན་ཕྱིན་ཆད་དགེ་སྦྱོང་སུ་ཡིན་པ་ཡིན་ན་ཡང་ཁོ་ཚོ་ལ་ཨ་ནི་འབྲུ་ལས་འདས་པའི་སྐབས་སུ་ལ་འབྲུ་རྩིས་ལེན་མི་ཆོག་ལ་ནི་དེ་དུས་བཀའ་བཅད་གནང་བ་རེད་ཕྱིར་རོལ་བ་གང་ལྟར་ཡར་འབྲུ་ནི་ཕར་སྤྱོད་ནས་ཚུར་སྤྱོད་ཚུར་སྤྱོད་ནས་ཕར་སྤྱོད་ག་བ་ཕེབས་དགོས་ཀྱི་ཡོད་ན་ཡང་རེད་ད་གང་ལྟར་ཡར་འབྲུ་གི་གླ་དེ་ལེན་ཡོད་མ་རེད་བྱས་ནས་ལེན་མི་ཆོག་ཟེར་ནས་ཨ་ནི་རྒྱལ་པོ་གིས་བཀའ་དེ་འདྲས་གནང་བ་རེད་ཕྱིར། ད་ག་དེ་འདྲའི་ཆེད་ནས་གང་ལྟར་ཀྱང་སྟོན་པ་ཝར་ན་སི་ལ་ཕེབས་པ་རེད་ག་དེ་འདྲའི་ཆེད་ནས་ད་ཝར་ན་སི་ལ་ཕེབས་ཚར་བའི་རྗེས་སུ། ད་སྟོན་པ་ཉིན་མོ་དེ་བཞུགས་ཉིན་མོ་དེ་ལ་བཞུགས་ཚར་བའི་རྗེས་ལ་ནི་གར་ས་གོ་རེད་ཉི་མ་བཞིན་པ་དེ་ལ། སྟོན་པ་གི་ཡང་ཤམ་ཐག་དེ་ཚོ་རྣམས་ད་བསོད་སྙོམས་ལ་དེ་འདྲའི་ཆེད་ནས་ཕེབས་འགྲོ་དགོས་རེད་ཅེས་རེད་ད་བསོད་སྙོམས་ལ་ཕེབས་པའི་སྐབས་དེ་ལ་ནི་སྔ་ལྟས་བཟང་པོ་ཞིག་ནི་ཕ་གི་ལ་བསྡད་དེ་བ་ད། གཅིག་གར་ས་གོ་རེད་དེ་འདྲའི་ཆེད་ནས་བསྡད་དེ་བ་མཐོང་ཡོང་དུ་བསམ་པ་ལ་སྔ་ལྟས་བཟང་པོ་གི་ཡང། ཨ་ནི་ག་རེ་ཟ་གོ་རེད་བཅོམ་ལྡན་འདས་མཐོང་བཅོམ་ལྡན་འདས་ཀྱིས་ཡང་ད་ག་རེ་ཟ་གོ་རེད་ད་འདི་ཟོ་ད་མཐོང་ལགས་གོ་ར་དེ་འདི་འདི་ཆགས་པའི་སྐབས་དེ་ལ་ཨ་ནི་ག་རེ་ཟ་མངའ་སྡེ་བཟང་པོ་གིས་ད་སྟོན་པ་ཅན་ཟ་འོ་ད་ཁོ་ག་རེ་ཟ་གོ་རེད་སྒོ་དམ་པ་ལེགས་ཀྱི་འདུག་ད་སྒོ་དམ་པ་ལེགས་ཡིན་ཙང་མ་ང་ཚོ་མ་ལང་ཡ་ཡིན་ད་ཁོ་ཉིན་མ་ང་ཚོ་མཉམ་དུ་དཀའ་བ་སྤྱད་པའི་སྐབས་དེ་ཁོ་རང་གི་དམ་བཅའ་དེ་ཚོ་ཉམས་ད་འདི་འདྲས་ཆགས་པ་རེད་དེ་འཛམ་པ་ལ་ང་ཚོ་ཁོ་སླེབས་པའི་སྐབས་དེ་ལ་ང་ཚོ་ལང་ཡ་མེད་ད་ཟེར་ན་ནི་ཁོ་ལ་ད་འདས་ས་ཡང་ང་ཚོ་སྤྲད་ཀྱི་མེད་གདོང་ད་གང་ལྟར་ཀྱང་ཁོ་ཡ་མེད་འགྲོ་བཏང་གི་ཡིན་པའི་གདོང་དུ་འགྲོ་བ་བྱས་པ་རེད་ད་དེ་བའི་སྐབས་དེ་ལ་ཀུན་གཞི་ཀོ་འདྲིས་ཀྱང་ཁོ་རང་གི་སེམས་ནང་ནུས་ད་འདི་འདྲས་ཅིག་དྲན་ཡོད་མ་རེད་ཡིན་ན་ཁོ་གི་ཁ་ནས་འདི་འདྲས་ལབ་ཡོད་མ་རེད་ཅེས་རོ་བ་ད་དེ་འདྲའི་སྐབས་འདི་ལ་སྟོན་པ་འདི་ད་དེ་འདྲའི་ཆེ་ནས་མངའ་སྡེ་བཟང་པོ་གི་འགྲམ་ལ་སླེ་ཡིན་དུས། ཕས་འདི་བརྩམས་པ་ལ་ད་གར་ཟེར་གོ་རེ་མངའ་སྡེ་བཟང་པོ་འདི་སྟོན་པ་ཁོ་རང་གི་གཟི་བརྗིད་དང་སྟོན་པ་ཁོ་རང་གི་ད་ནུས་པ་ལ་འོ་ར་འདི་གི་ཐོག་ནས་ད་ཁོ་རང་ཚོ་གི། ཅི་བྱེད་འདི་བྱེད་མེད་པའི་སྒོ་ནས་ད་སྟོན་པ་ལ་ནི་གར་ཟེར་གོ་རེ་འདས་ས་བྲིས་ཡ་དང་སྟོན་པ་གི་ཞབས་བྲོ་ཡོད་ད་ཁྱོད་རང་འདས་པོ་ཡིན་ཡོང་ན་ད་དེ་འདྲའི་ལ་ཡས་ཀྱི་སྐད་ཆ་འདི་འདྲའི་ཆགས་པ་རེ་བྱས་རེ་ད་རང་བཞིན་གྱི་ད་ཁོང་གི་གཟི་བརྗིད་ཀྱི་རེ་བ་ད་འདི་འདྲའི་ཆགས་པ་རེ་བྱས་རེ། ད་ལྟའི་ཆར་བའི་སྐབས་དེ་ལ་ཨ་ནི་གར་ཟ་ཁོང་ཚོ་སྐད་ཆ་གླེང་ད་དེ་འདྲ་བྱུང་བའི་སྐབས་དེ་ལ་ཨ་ནི་མངའ་བདག་བཟང་པོ་གིས་ཨ་ནི་གར་ཟ་གོ་རེ་ཨ་ནི་གར་ཟ་གོ་རེ་བཅོམ་ལྡན་འདས་ལ་ཨོ་ཡེ་གར་ཟ་ཚད་དང་ལྡན་པ་འགོ་ད་མ་དངོས་གནས་ཁྱོད་རང་སྙམ་མ་ང་ཚོ་གར་ཟ་གོ་རེ་ཁྱོད་རང་ད་ཚངས་པར་སྤྱོད་པ་དེ་འདྲས་ཆགས་ཁྱོད་རང་ཡོན་ཏན་དེ་འདྲས་ཅིག་ཐོབ་དོགས་རྒྱུ་ག་འདྲས་ཆགས་པ་རེད་ཟེར་བ། འདི་འདི་ལབ་པའི་སྐབས་དེ་ལ་ཨ་ནི་གར་ཟ་གོ་འདི་ཞུས་པའི་སྐབས་དེ་ལ་སྟོན་པ་གིས་ག་རེ་གསུངས་པ་ལབ་ན་ཨ་ནི་གར་ཟ་གོ་རེ་མངའ་བདེ་བཟང་པོ་ལ་ཨ་ནི་ཁྱོད་རང་གིས་ང་ལ་ཨ་ནི་ཚད་དང་ལྡན་པ་མ་ལབས། ཁྱོད་རང་གིས་ང་ལ་དེ་བཞིན་གཤེགས་པ་ལབ་དགོས་ཀྱི་རེད། ག་དུས་སྲིད་པ་ཁྱོད་རང་གི་ཚད་དང་ལྡན་པ་དེ་འདྲའི་ལབ་པ་ཡིན་ན་ཨ་ནི་ཁྱོད་རང་ལ་གནོད་པ་ཡོང་གི་རེད་དེ་འདྲས་ཀྱི་རེད་བྱས་ནས་ར་ཁྱོད་རང་གི་ཡོན་ཏན་དེ་ཚོ་ཉམས་འགྲོ་གི་རེད། སྤྱིར་བཏང་གིས་ཨ་ནི་གར་ཟ་གོ་རེད། དེ་བཞིན་གཤེགས་པ་ལ་སྨྲས་པ་དང་དེ་འདྲའི་ཆ་སྤྱིར་བཏང་གིས་ཨ་ནི་དེ་འདྲའི་ལ་ཡ་དེ་མུ་སྟེགས་ཅན་གྱི་ལས་རེད་ལ་ཡིན་དུས་ཙམ་པ་ལ་ཨ་ནི་ཁོ་རང་ཚོས་ཀྱི་ད་དེ་དུས་སྐབས་དེ་ལ་ཡང་ཁོ་རང་ཚོ་དྲང་སྲོང་གི་རྣམ་པ་འདྲ་བོ་ཡོད་དུས་ཀྱི་རེད་བ་སྐྲ་དང་ཁ་སྤུ་དེ་ཚོ་ཚང་མ་ཅིག་ཡོད་དེ་བས་དེ་འདྲའི་རྣམ་པ་ཡོད་དུས་དེ་གནས་སྐབས་དེ་ལ་ཨ་ནི་ཁོ་རང་ཚོས་ཀྱི་སྐྲ་དང་ཁ་སྤུ་དེ་ཚོ་བྲེག་དེ་ཡིན་དུས་ཙམ་པ་ལ་དངོས་གནས་ཁོ་རང་བརྙན་པར་རྫོགས་ནས་ལོ་བརྒྱ་ལོན་པའི་ཀྱི་ད་དགེ་སློང་ནང་ཞིག་གི་ད་དེ་འདྲའི་སྒྲུབ་བྱེད་ཀྱི་ད་ཆགས་པ་རེད་ཆེ་ད་དེ་ཆགས་པའི་སྐབས་དེ་ལ་ནི། ད་སྟོན་པ་གི་ད་ཆོས་འཁོར་ཀོ་རེ་ཡ་ལ་ནི་མི་འདུག་ཆོས་བསྟན་ཡང་འདི་ཆགས་འདི་དགོས་ད་ཆོས་བསྟན་ཡོད་བསམ་པ་ལ་ཆོས་ག་བ་ལས་བསྟན་དགོས་འདུག་ས་ཆ་ག་བ་ལ་བསྟན་དགོས་ཀྱི་འདུག་ཅེས་ནི་ད་ད་དྲང་སྲོང་ལྷུང་བ་རི་དྭགས་ཀྱི་ནང་འདི་ལ་ཨ་འདི་གར་ས་སྟོན་པ་གི་ཆོས་བསྟན་ཡང་ད་དེ་ལ་ཡང་ད་སྔོན་གྱི་དད་ཅིང་ཆེ་བ་དེ་ཚོ་གིས་ཆོས་ག་འདྲི་བསྟན་འདུག་ཟིན་འདྲི་ད་ཡིན་འདུག་བསམ་པ་ལ་ཨ་དེ་ལ་ཡང་བཞུགས་ཁྲི་དང་པོ་གཉིས་པ་གསུམ་པ་བྱས་ནས་ཨ་ནི་བཞི་པ་གི་བཞི་པ་བཞུགས་ཁྲི་བཞི་པ་དེ་གི་སྟེང་ལ་ནི་སྟོན་པ་ཁོ་ན་ད་སྔོན་ནི་ཡ་ང་བག་ཚ་མེད་པའི་སྒོ་ནས་བཞུགས་ད་སྔོན་ནི་སེང་གེ་གི་བཞུགས་པ་ནང་བཞིན་དེ་འདྲི་བཞུགས་བྱས་ཨ་ནི་ཆོས་བསྟན་ཡང་འདི་འདྲི་ཆགས་པ་རེད་ཅེས་ནི་ལ། ད་ཆོས་བསྟན་པའི་དུས་ཚོད་འདི་ལ་ཡང། ནམ་གྱི་ཆ་དེ་དང་ནམ་གྱི་གུང་དང་ནམ་གྱི་ཆ་མེད་རྣམ་པ་གསུམ་གྱི་ནང་ནས་ད་ནམ་གྱི་ཆ་མེད་ལ་ནི་གར་སོག་གོ་རེ་སྟོན་པ་གིས་ནི་གར་སོག་ལྔ་སྡེ་བཟང་པོ་ལ་ཆོས་བསྟན་པ་རེད་ཅེས་རེ་བ། ད་འདི་ཆོས་བསྟན་པའི་གནས་སྐབས་སུ་ཡང་ད་སྟོན་པ་གིས་ག་རེ་གར་སོག་ད་ཁོ་ཚོ་རབ་ཏུ་བྱུང་ཚར་ད་རབ་ཏུ་བྱུང་ཡིན་བསམ་པ་ལ་སྟོན་པ་གིས་ནི་གར་སོག་གོ་རེ་ཆོས་བསྟན་པའི་སྐབས་སུ་ག་རེ་གསུངས་པར་ལབ་པ་ཡིན་ན་ནི་རབ་ཏུ་བྱུང་བ་དེ་ཚོ་གིས་ནི་གར་སོག་གོ་རེ་ཐ་སྙད་ན་ལྷུང་ཡ་ཡོད་མ་རེད། མཐའ་གཉིས་ལ་ལྷུང་སོང་བ་ཡིན་ན་ཨ་ཁར་ས་ཁོ་ཡང་དག་པའི་ཆོས་དེ་སོ་སོ་གི་རྒྱུད་ལ་སྐྱེ་ཐུབ་ཀི་མ་རེད། དེ་འཛམ་པ་ལ་མྱ་ངན་ལས་འདས་ཐུབ་ཀི་མ་རེད་ཞེས་ནས་རེ་བ་གང་འདྲ་ཡོད་ཡོད་རྟོགས་པའི་ཡོན་ཏན་དེ་ཚོ་སྐྱེ་ཐུབ་ཀི་མ་རེད། དེ་མ་ཟད་ཨ་ཁར་ས་ཁོ་རེ་མཐའ་གཉིས་ལ་མི་གནས་དབུ་མའི་ལམ་ལ་གནས་དགོས་རེད་ཅེས་ནས་སྟོན་པས་གིས་འདི་རེ་གསུངས་པར། ད་དབུ་མའི་གི་ལམ་གླེང་དགོས་རེད་ལ་འཛམ་པ་ག་རེ་ལ་ཡིན་འཛམ་པ་ལ་བལྟས་དེ་ཨ་ཁར་ས་ཕ་ལང་ཡང་ལ་དགེ་རེད་ཅེས་ནས།

ད་བདེན་པ་ཞེས་དེ་བསྟན་པའི་སྐབས་དེ་ལ་དེ་ལ་ཅཱར་ཨ་རྱ་སཱཏྱ་ལ་གོ་ར་ཙཱར་ཨ་རྱ་སཱཏྱ་ལ་ནི་མི་འདུག་གང་ལྟར་ཀྱང་སྡུག་བསྔལ་བདེན་པ་ཀུན་འབྱུང་བདེན་པ་འགོག་པའི་བདེན་པ་ལམ་གྱི་བདེན་པ་དེ་བསྟན་པ་རེ་ཆེར་ད་དེ་ལ་སྡུག་བསྔལ་ལ་ངེས་ཏེ་ག་འདྲའི་འགྲོ་བ་རེ་ལབ་པ་ཡིན་ན་སྡུག་བསྔལ་ལབ་པའི་སྐབས་དེ་ལ་སྐྱེ་བ་རྒ་བ་ན་བ་འཆི་བ་དང་ཨ་འདི་ནས་ཞེས་ང་རང་ཚུགས་ཀྱི་གཟུགས་པོ་ལ་ནི་ངོས་རྫོགས་ཀྱི་ཕུང་པོ་དེ་ག་རང་ཨ་ནི་སྡུག་བསྔལ་ཆགས་ཡོད་རེད་ཞེས་འདི་འདྲའི་བསྟན་པ་རེ་ཆེར་སྟོན་པ་གིས་ཨ་ནི་གར་ཟ་གོ་རེ་ང་དེ་བཟང་པོ་ལ་འདི་ནས་ཞེས་ཀྱི་ཀུན་འབྱུང་བདེན་པ་ཡང་བསྟན་པ་རེད་ཀུན་འབྱུང་བདེན་པ་བསྟན་པའི་སྐབས་དེ་ལ་ཡང། ཀུན་འབྱུང་ལས་ངན་དེ་ང་རང་ཚོ་གི་ལས་དང་ཉོན་མོངས་པ་དེ་ཚོ་ཆགས་དགོས་རེད་ལས་ལ་ངན་དེ་ལས་མི་དགེ་བ་དེ་ཚོ་བྱེད་ཀྱི་ཡོད་རོགས་ང་ཚོ་གི་ལུས་མི་དགེ་བ་བཅུ་དེ་ཚོ་ཆགས་བསྡད་ཀྱི་ཡོད་རེད་ཉོན་མོངས་པ་ལ་ངན་དེ་ཉོན་མོངས་དུག་གསུམ་དང་དེ་ཚོ་ཆགས་བསྡད་ཀྱི་ཡོད་རེད་ཟེར་འདི་འདྲའི་བསྟན་པ་རེད་ཟེར་ད་འགོག་པ་ལ་ངན་དེ་སྡུག་བསྔལ་མེད་པ་ཆགས་སོང་བ་ཡིན་ན་སྡུག་བསྔལ་འགོག་པར་ལབ་ཀྱི་ཡོད་རེད་ཟེར་བ་ལམ་གྱི་བདེན་པ་དེ་ག་རེ་བྱ་དགོས་ལ་ན་གོང་དུ་བཤད་བཞག་པའི་ཕ་ལང་ཡང་ལ་རྒས་དེ་ལི་ལམ་ཆགས་ཀྱི་ཡོད་རེད་ཟེར་ནས་དེ་གསུངས་པ་རེད་ད་འདིའི་སྐབས་དེ་ལ་སྟོན་པས་གི་ག་རེ་གསུངས་པར་ལབ་པ་ཡིན་ན་གནད་ཀྱི་བདེན་པ་བཞི་དེ། ཨ་ནི་རྣམ་པ་བཅུ་གཉིས་སུ་བསྐོར་ཡོད་འདི་བརྫམས་པ་ལ་ངེད་ཀྱི་རྒྱུད་ལ་གཏོགས་པའི་ཡོན་ཏན་འདི་ཚོ་སྐྱེས་སོང་ངོ། ངེད་ཀྱི་ཡང་དག་པའི་མིག་ཕྱེས་སོང། དེའི་ཚེ་ན་ཨ་ནི་ང་དེ་བཞིན་གཤེགས་པ་ཕྱག་ཟུང་ལས་འདོན་པ་གིས་གསུངས་པ། ད་འདི་བཤད་པའི་སྐབས་འདི་ལ་ང་ཚོ་གིས་བདེན་བཞི་རྣམ་པ་བཅུ་གཉིས་སུ་བསྐོར་ལ་ནི་མི་འདུག་བདེན་བཞི་རྣམ་པ་བཅུ་གཉིས་སུ་བསྡད་ན་ངེད་འདི་ག་འདྲའི་འགྲོ་བོ་ཅིག་རེད་ད་འདིའི་སྐོར་ལ་ཅིག་ཞུས་པ་ཡིན་ན། སྤྱིར་བཏང་གི་བདེན་པ་ཞིག་ལ་ངེད་འདི་སྡུག་བསྔལ་བདེན་པ་ཀུན་འབྱུང་བདེན་པ་འགོག་པའི་བདེན་པ་ལམ་གྱི་བདེན་པ་དེ་ག་རང་ཞེས་ད་འདི་བཤད་པའི་སྐབས་དེ་ལ་ད་ང་དེ་ཚངས་པ་རེད་ཆོས་བསྟན་པའི་སྐབས་དེ་ལ་ཡིན་གར་ཐོབ་ངའི་སྡུག་བསྔལ་དང་པོ་འདི་སྡུག་བསྔལ་རེད་འདུག་ད་འདི་ཀུན་འབྱུང་རེད་འདུག་ད་འདི་འགོག་པ་རེད་འདུག་ད་འདི་ལམ་རེད་འདུག་ད་ཨོ་ད་འདི་འདི་ག་རེད་འདུག་ད་ན་དང་པོ་འདི་གར་ས་བདེན་བཞི་རྣམ་པ་བཞི་གི་ནང་དང་པོ་བདེན་པ་བཞི་རྣམ་པ་དང་པོ་འདི་འདི་ཆ་འདི་གོ་ར་རྣམ་པ་གསུམ་གྱི་ནང་ནས་རྣམ་པ་གཉིས་པ་དེ་ཨོ་སྡུག་བསྔལ་ཤེས་དགོས་ཀྱི་འདུག་ད་སྡུག་བསྔལ་གྱི་རྒྱུ་སྤང་དགོས་ཀྱི་འདུག་ད་ཨ་ནི་གར་སོང་ངས་སྡུག་བསྔལ་གྱི་རྒྱུ་སྡུག་བསྔལ་ག་རེ་སྡུག་བསྔལ་སྤངས་པའི་འགོག་པ་མངོན་དུ་བྱེད་དགོས་ཀྱི་འདུག་ད་དེ་ནས་ཤེས་ཀྱི་ལམ་རྒྱུད་ལ་བརྟེན་དགོས་ཀྱི་འདུག་ད་ལ་ནི་ཨོ་འདི་འདི་གར་ཆགས་གོ་ར་ལ་ན

ཨ་ཆོས་ཐམས་ཅད་ང་ཚོ་སྡུག་བསྔལ་ཐམས་ཅད་ཨོ་འདི་སྡུག་བསྔལ་རེད་འདུག་འདི་ཀུན་འབྱུང་རེད་འདུག་འདི་འགོག་པ་རེད་འདུག་འདི་ལམ་རེད་འདུག་འདི་ཉིད་ཀྱི་གར་ཟ་བར་བསམ་བློ་བཏང་བ་ལ་བརྟེན་ནས་ཉིད་ཀྱི་རྒྱུད་ལ་ཡང་དག་པའི་མིག་ཕྱེ་སོང་ཡང་དག་པའི་ཡེ་ཤེས་སྐྱེས་སོང་ལབ་ལོར་བལྟ། ཨ་འདི་ནས་བཞིན་གྱི་ངའི་ཨོ་ད་དེ་བཞིན་དུ་སྡུག་བསྔལ་འདི་ཤེས་དགོས་ཀྱི་འདུག་འདི་ནས་བཞིན་ཀུན་འབྱུང་སྤང་དགོས་ཀྱི་འདུག་འགོག་པ་མངོན་དུ་བྱེད་དགོས་ཀྱི་འདུག་ལམ་རྒྱུད་ལ་བརྟེན་དགོས་ཀྱི་འདུག་འདི་འདྲ་བྱས་པ་ལ་བརྟེན་ནས་ཉིད་ཀྱི་ཡང་དག་པའི་མིག་ཕྱེ་སོང། འདི་གསུམ་པ་འདི་ལ་ག་རེ་གསུང་དགོས་ལ་ན་ཨོ་ད་དེ་འཛོམས་པ་ལ་སྡུག་བསྔལ། ད་ངེད་ཀྱིས་བཤད་ཚར་སོང། ཀུན་འབྱུང་སྤངས་ཚར་སོང། འགོག་པ་མངོན་དུ་བྱས་ཚར་སོང། ལམ་རྒྱུད་ལ་སྐྱེལ་ཚར་སོང། ད་དེ་འདྲའི་ལབ་ཡོན་ཏན་བསམ་པ་ལ། བདེན་བཞི་རྣམ་པ་བཅུ་གཉིས་སུ་བཀོད་ན་ངེད་འདི་འདྲའི་ཆགས་ཡོད། བདེན་བཞི་བསམ་པ་ལ་སྟོན་པ་གྱིས་ཨ་ནི་ག་རེ་ཟེར་འཁོར་ལྔ་སྡེ་བཟང་པོ། སྤྱིར་བཏང་གི་འཁོར་ལྔ་སྡེ་བཟང་པོ་སུ་སུ་རེད་ཞུས་པ་ཡིན་ན། འཁོར་ལྔ་སྡེ་བཟང་པོ་དེ་ཨ་ནི་ག་རེ་ཟེར་འཁོར་ཀུན་བྱེད་དཀོན་འདྲེ་ནི་ཨ་རྟ་ཐུལ་གླང་པ་མིང་ཅན་བཟང་ལྡན་བྱས་ནས་ཁོང་ལྔ་པོ་ཆགས་དགོས། ད་ཁོང་ལྔ་པོ་ལ་ཨ་ཁར་གསོད་དགོས་རེད་སྟོན་པ་གིས་ད་གང་ལྟར་ཀྱང་བདེན་བཞི་རྣམ་པ་བཅུ་གཉིས་དེ་བསྟན་ཡོད་འདུག་བསམ་པ་ལ་ངེད་ཀྱིས་དེ་ལྟ་བུའི་བདེན་བཞི་རྣམ་པ་བཅུ་གཉིས་དེ་བདེན་བཞི་རྣམ་པ་བཅུ་གཉིས་སུ་བསྡད་ཡོད་འདུག་བསྡད་པའི་སྐབས་དེ་ལ་ངས་འདི་མ་ཤེས་པའི་སྐབས་དེ་ལ་ངག་གི་ཉོན་མོངས་དུས་སུ་མེད་པ་ཆགས་མ་སོང། ངས་ཡང་དག་པའི་ཡེ་ཤེས་རྒྱུད་ལ་སྐྱེས་མ་སོང་ང་དེ་བཞིན་གཤེགས་པ་ཆགས་མ་སོང། ནམ་ཞིག་གི་ཚེ་ན་ངས་བདེན་པ་བཞི་རྣམ་པ་བཅུ་གཉིས་སུ་བསྡད་ཡོད་འདུག་བསམ་པ་ལ་ཨ་ནི་ངེད་ཀྱི་རྒྱུད་ལ་ཡང་དག་པའི་ཡེ་ཤེས་སྐྱེས་སོང། དེ་ཡི་ཚེ་ན་ང་དེ་བཞིན་གཤེགས་པ་ཆགས་སོང་ཟེར་བ་ལྟ་དེ་འདྲའི་ཕྱིར་ནི་གསུངས་པ་རེད་ཕྱིར་རོ་ལྟ་དེ་གསུངས་ཡིན་བསམ་པ་ལ་ལྟ་དེ་ཡི་ཚེ་ན་ཨ་ནི་གར་ཟ་གོ་རེ་ཀུན་གཞི་ཀོ་འདི་ནས་ཀྱི་རྒྱུ་ལ་ཨ་ནི་གར་ཟ་གོ་རེ་ཡང་དག་པའི་ལམ་སྐྱེས་པ་རེད་ཕྱིར་ལྟ་དེའི་སྐབས་ལ་ནི་སྟོན་པ་གིས་དེ་འདྲའི་གསུངས་ཡོད་དུས་བསམ་པ་ལ་ཁོ་རང་གིས་ཨ་ནི་གར་ཟ་གོ་རེ་ང་ཚོ་གི་ཆོས་དེ་ཚོ་ཐམས་ཅད་རང་བཞིན་མ་གྲུབ་པ་དེ་ཚོ་རྟོགས་ལ་ནི་མི་འདུག་གང་ལྟར་ཀྱང་ཁོས་རྒྱུ་ལ་མཐོང་ལམ་སྐྱེས་པ་རེད་ཕྱིར་རོ།

པད་མ་ཟེར་གྱི་ཨ་རྒྱ་དེ་ཀོན་ཏི་ནའི་ལ་གི་ཐོག་ཁོ་རང་གི་མཚན་ལ་མི་ག་ཅིག་དབང་པོ་རྣོན་པོ་འགྲོ་བཞིན་ཡི་དེ་འབིན་ཀྱང་ད་དང་པོ་ཁོ་རང་གི་རྒྱུད་ལ་སྐྱེ། འདི་ནན་ཤན་གྱི་ཨ་ནི་གཞན་འཁོར་བཞི་པོ་ཚང་མ་ལ་ནི་མི་འདུག་འཁོར་ལྔ་དེ་བཟང་པོ་དག་ཚང་མ་ལ་མཉམ་དུ་འདི་འདྲི་བྱས་ནས་ཨ་ནི་ཡང་དག་པའི་ཡེ་ཤེས་ཀྱི་དེ་མ་གསལ་བའི་སྟོན་པས་ཀྱི་ཆོས་འཁོར་བསྐོར་བའི་གནས་སྐབས་ལ་འཁོར་ལྔ་དེ་བཟང་པོ་ཙམ་མ་ཡིན་པར་ཚངས་པ་འདི་བརྒྱ་བྱིན་ད་ལྷ་འབུམ་ཕྲག་མང་པོ་ཅིག་ལྷ་ཀླུ་གནོད་སྦྱིན་འབུམ་ཕྲག་མང་པོ་ཅིག་གིས་ད་ད་ཆོས་ཞུས་དད་པ་འགྲོ་བ་ཅིག་ཁོ་ཚོ་གི་ཡིན་ན་ཡང་ད་གཟུགས་དང་གཟུགས་གཟུགས་གཟུགས་གཟུགས་ཁམས་དང་གཟུགས་མེད་ཁམས་ཀྱི་ལྷ་མང་པོ་ཡང་གར་ས་ཡང་དག་པའི་མིག་ཕྱེས་པ་རེས་བྱས་ནས་རོ།

ད་འཁོར་ལ་ཡིན་དུས་ཙམ་པ་ལ་འཁོར་དེ་གང་འདྲས་རེ་ཞུས་པ་ཡིན་ན་གང་ཟག་གཅིག་གིས་གཅིག་ནས་བརྒྱུད་ནས་ད་འགྲོ་བསྡད་པ་ཅིག་ལ་གར་ལ་འོ་རེ་ཆོས་འཁོར་ཕྱེ་ནས་གང་ལྟར་ཀྱང་སྟོན་དཔེ་གི་རྒྱུད་ཀྱི་མངོན་རྟོགས་དེ་ཨ་རི་གར་ཟག་ཀུན་ཤེས་ཀུན་འདྲེས་ནས་ད་དེ་རིམ་པ་བཞིན་དུ་རྩ་ལྷག་མ་གི་རྒྱུད་ལ་འདི་འདྲས་སྐྱེས་པ་དེ་ལ་གཅིག་ནས་གཅིག་ཏུ་བརྒྱུད་པ་དེ་ལ་འཁོར་བ་ཞེས་གང་ལྟར་ཀྱང་ཆོས་འཁོར་ལ་ངེས་ཏེ་གང་ཟག་གཅིག་ནས་གཅིག་ཏུ་བརྒྱུད་པ་དེ་ལ་ཆོས་དེ་གཅིག་ནས་གཅིག་ཏུ་བརྒྱུད་པ་དེ་ལ་ཆོས་འཁོར་ལབ་གི་ཡོད་རེད་དེ་མ་ཚད་པའི་གར་ས་གོ་རེད་ཆོས་འཁོར་ལབ་པའི་ཆོས་འཁོར་དེ་ང་རང་ཚོ་གི་སྤང་རྡོ་གཉིས་ཀྱི་ནང་ནས་གཙོ་ལུང་རྡོ་གི་ད་ཆོས་ཚང་མ་ལ་ནི་གར་ས་ཆོས་འཁོར་ལབ་གི་ཡོད་རེད་དེ་ལ་ནི་ང་ཚོ་རྟོག་པའི་ཆོས་ལ་བསམ་བློ་བཏང་སོང་བས་ནི་ལམ་ང་ལ་གི་འདུག་ཚོགས་ལམ་སྦྱོར་ལམ་མཐོང་ལམ་སྒོམ་ལམ་མི་སློབ་པའི་ལམ་དེ་ཚང་མ་ཡང་གར་ཤ་གོ་རེད་ཆོས་འཁོར་ཆགས་གི་ཡོད་རེད་དེ་ནན་ཞིང་གི་གར་ས་གོ་རེད་ལུང་གི་ཆོས་ལ་བསམ་བློ་བཏང་ཙང་ནི་ལུང་གསུང་རན་མི་ལ་བཅུ་གཉིས་ད་སྡེ་སྣོད་གསུམ་དེ་ཚོ་ཚང་མ་ཡང་གར་ས་གོ་རེད་ཆོས་འཁོར་ཆགས་གི་ཡོད་རེད་ཟེར་ནས་གང་ལྟར་ཀྱང། སྟོན་པ་གིས་ཀུན་གཞི་བཀོད་འབྲི་ནས་ལ་སོགས་པ་འཁོར་ལྔ་སྡེ་བཟང་པོ་ལ་ཆོས་འདི་བསྟན་ཡོད་མཚམས་མ་ཁོ་ཚོས་རྒྱུ་ཨ་ནི་ཆོས་འཁོར་བསྐོར་རེད་ཟེར་ནས་འདི་འདྲི་བྱས་ནས་ཆོས་འཁོར་ལ་ངེས་ཏེ་བདག་འདི་འདི་འདྲི་བྱས་ནས་བྱུང་བ་རེད་བྱས་རེད་ད་འདི་ལྟའི་ཉམས་འགྲོ་འདི་ལ་ག་རེ་བྱ་བ་རེད་ཞུས་པ་ཡིན་ན་སྟོན་པས་གིས་ད་ཆོས་འཁོར་བསྐོར་ཡོད་འདི་བཟང་པ་ལ་ཨ་ནི་གཞི་ནས་ཁོ་ཚོས་རྒྱུ་ལ་མཐོང་ལམ་སྐྱེས་ཁོ་ཚོས་ཡང་དག་པའི་མིག་ཕྱེ་འདི་ཆ་བའི་གནས་སྐབས་ན་ཨ་ནི་ཁོ་ཚོས་རྒྱུ་ལ་མཐོང་ལམ་སྐྱེས་ཞུ་དགོས་ར་དེ་འདྲི་ཆ་བའི་སྐབས་དེ་ལ་ཁོ་ཚོས་དགེ་འདུན་བྱ་རེད་ད་འདི་ཡིན་ཕྱིར་ད་གིས་གར་ས་ང་ཚོ་ཞག་བདུན་རེ་བདུན་གི་རིང་ལ་སྟོན་པ་ཞུས་པའི་གནས་སྐབས་ན། ཚོང་པ་ག་གོན་དང་བཟང་སྐྱོང་གཉིས་དེ་ལ་ཨ་ནི་གར་ས་གོར་སྐྱབས་འགྲོ་གནང་ནས་སངས་རྒྱས་དང་ཆོས་ཀྱི་སྐྱབས་འགྲོ་མ་ཏུ་གནང་ཡོད་མ་རེད་བ་གར་ཞིག་ན་དེ་སྐབས་སུ་དགེ་འདུན་བྱུང་ཡོད་མ་རེད་ཡིན་ན་ཡང་ད་གར་ས་ཀུན་ཤེས་ཀོ་འདྲེ་ན་ལ་སོགས་པ་འཁོར་ལྔ་སྡེ་བཟང་པོ་ལ་ཆོས་བསྟན་ཆོས་འཁོར་བསྐོར་ཁོ་ཚོ་གི་རྒྱུད་ལ་ཡང་དག་པའི་ཡེ་ཤེས་སྐྱོན་ཙམ་པ་ཁོ་ཚོ་འཕགས་པའི་དགེ་འདུན་ཆགས་ས་རེད་ཨ་ར་ཡ་སངས་རྒྱ་ཆགས་ས་རེད་དེ་ཡིན་པའི་རྒྱུ་མཚན་ལ་བརྟེན་ནས་ཨ་ནི་དེ་སྐབས་སུ་ལ་ནི་ཐེག་པ་ཆེན་པོའི་དགེ་འདུན་ལ་ནི་མི་འདུག་ད་ཡང་དག་པའི་དགེ་འདུན་ལ་ནི་མི་འདུག་འཕགས་པའི་དགེ་འདུན་དེ་ཆགས་ཚར་བ་ར་དེ་གནས་སྐབས་ལ་ཨ་ནི་གར་ས་སངས་རྒྱས་དཀོན་མཆོག་ཆོས་དཀོན་མཆོག་དགེ་འདུན་དཀོན་མཆོག་ཡང་དེ་ཡི་ཚེ་ན་བྱུང་བ་རེད་ཕྱིར། དེ་མ་ཟད་པའི་ད་ལྟ་ང་རང་ཚོའི་གི་གར་ས་གོ་བཀྲ་ཤིས་གོ་འཕང་གི་མཆོད་རྟེན་ཞེས་པའི་དེའང་ད་ཆོས་འཁོར་བསྐོར་བའི་གི་རྟེན་འབྲེལ་གི་མཚོན་བྱེད་ལ་ནི་མི་འདུག་ད་འདི་གི་ང་རང་ཚོའི་གི་མཚོན་རྟགས་འདྲ་བོ་ཅིག་འདི་འདྲ་ཆགས་བསྡད་ཀྱི་ཡོད་རེད་བ། ལགས་སོ་ཐེངས་འདི་བརྩམས་པ་ལ་གང་ལྟར་ཀྱང་དེ་འདྲས་བྱས་ནས་ད་དྲང་སྲོང་ལུང་བ་རི་དྭགས་ཀྱི་ནང་ན་སྟོན་པའི་གི་འཁོར་ལྔ་སྡེ་བཟང་པོ་ལ་མཆོད་དེ་འདྲས་བྱས་ནས་བསྟན་པ་རེད་ཟེར་འདི་འདི་ད་ང་ཚོའི་ཆོས་འཁོར་དུས་ཆེན་དང་འབྲེལ་བ་ཞུས་ནས་མི་འདུག་ད་འདི་འདྲས་འགྲོ་བ་ཅིག་ཆགས་བསྡད་ཀྱི་ཡོད་རེད་བ། དེ་མ་ཟད་པའི་ནི་གང་ལྟར་ཀྱང་སྟོན་པ་སྔོན་པོར་རྫོགས་པ་སངས་རྒྱས་ཞག་བདུན་དྲུག་བདུན་གྱི་རིང་ཞུགས